དེ་ནས་གཞི་དང་བཅོས་ཕྱོགས་འབྲས་བུ་མ་སྐྱེས་ངོར་ཀུན་རྫོབ་མཐའ་གཉིས་དག་དང་བསྟུན་ཏེ་སྦྱར། བདག་མེད་དོན་དམ་ཅུང་ཟད་སྐྱེས་ངོར་བཞག་ལེགས་པར་དཔྱད་པས་སྤྲུལ་པ་ཀུན་གཞིའོ་ཟེར་གསུངས་པ་རེད། ཤོ་ལོ་ཀ་འདིའི་ནང་དུ། དཔྱད་པ་གསུམ་མཛད་ཚུལ། ཆོས་ཐམས་ཅད་ཀྱི་རྣམ་གཞག་ཡང་ན་ཤེས་བྱ་ཐམས་ཅད། དཔྱད་པ་གསུམ་གྱིས་ཡང་ན་གནས་སྐབས་གསུམ་གྱིས། སྒོ་ནས་བཞག་པ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་དང་མི་འགལ་བ། ནས་དངོས་པོ་ནུས་ཚོད་དང་མཐུན་པ། ནའོ་དེ་འདྲ་ཅིག་བྱུང་གི་རེད་ཟེར་བ། ནའོ་དེ་འདྲ་ཅིག་བཤད་གི་ཡོད་པ་རེད། ད་ནི་གནས་སྐབས་གསུམ་མམ་ཡང་ན་དཔྱད་པ་གསུམ་དེ་གང་དག་རེད་ལབ་པ་ཡིན་ན་མ་བརྟགས་མ་དཔྱད་པའི་གནས་སྐབས་དང་རིག་ཤེས་ཀྱི་བྱུང་ཚེ་དཔྱད་པའི་གནས་སྐབས་དང་བརྗོད་བྲལ་གྱི་ལེགས་པར་དཔྱད་པའི་གནས་སྐབས་ཀྱི་གནས་སྐབས་གསུམ་དེ་དེ་རེད། མ་བརྟགས། སྤྱིར་བཏང། འདི་འདྲ་བའི་དཔྱད་པ་གསུམ་མམ་ཡང་ན་གནས་སྐོར་གསུམ་གྱི་རྣམ་གཞག་འདི་ཐོག་དང་པོར་བྱེད་མཁན་དེ་བོད་ཀྱི་དབང་དུ་བྱས་པ་ཡིན་ན་སྟག་ཚང་ལོ་ཙཱ་བ་ཤེར་བ་རིན་ཆེན་ཟེར་བ་ཁོང་ཡིན་པ་རེད། ཁོང་གིས་འདི་འདྲ་ཅིག་བཤད་དགོས་པའི་རྒྱུ་མཚན་ག་རེ་བྱུང་བ་རེད་ལབ་པ་ཡིན་ན། ཁོང་གིས་གྲུབ་མཐའ་ཀུན་གཞིའི་ཀྱི་ནང་དུ་རྗེ་ཙོང་ཁ་བ་གི་དབུ་མའི་ལྟ་བ་ལ་དགག་པ་མང་པོ་བརྒྱབ་ནས་མཐའ་མ་དེ་རང་ལུགས་ལ་ཆོས་ཐམས་ཅད་ཀྱི་རྣམ་གཞག་འདི་འདྲ་ཟིག་བཞག་གི་ཡིན་ཟེར་བ། འོ་དེ་འདྲ་བྱས་ནས་གནས་སྐབས་གསུམ་གྱི་བཤད་ཚུལ་འདི་བྱུང་བ་ཡིན་པ་དེ་འདྲ་ཅིག་རེད། སྟག་ཚང་ལོ་ཙཱ་བ་བྱུང་བའི་རྗེས་སུ། བོད་རྔ་རོལ་པའི་ལུགས་འཛོམས་པའི་དབུ་མ་པ་ཐམས་ཅད་ཀྱིས་གནས་སྐབས་གསུམ་འདི་ཤེས་ལ་བཞག་ནས་བཅོམ་ལྡན་འདས་ཀྱི་བཀའ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ་སྡེ་ལ་འགྲེལ་བཤད་རྒྱག་དགོས་ཡོད་པ་དེ་འདྲ་ཞིག་རེད། ད་ནི་ཕྱིའི་ཕུང་ཁམས་ཅན་གྱི་ལམ་སྤྱོད་པ་ཐབས་མཆོག། འབྲས་བུ་སྐུ་དང་ཕྲིན་ལས་སོགས་ནི་མ་བརྟགས་མ་དཔྱད་པའི་ངོར་གྲགས་པ་འཇིག་རྟེན་ཀུན་རྫོབ་ཀྱི་མཐར་གཉིས་རྟགས་དང་བསྟུན་ཏེ་སྦྱར་ལགས། ཨའོ་དེ་འདྲ་སོང་འདུག་ཕྱིའི་ཕུང་ཁམས་ཇེ་མཇལ་ཟེར་བ་དེ་ང་ཚོ་འདི་སྔོན་ལ་ཚར་མང་པོ་ཅིག་བཤད་ཟིན་པ་རེད་ད་ནི་ལམ་བཅོ་པ་ཐབས་ཤོག་ཟེར་བ་གི་ལམ་ཟེར་བ་དེ་ནི་ལམ་གསུམ་ཐེག་པ་གསུམ་གྱི་ལམ་གསུམ་མམ་ཡང་ན་ལམ་ལྔ་ཉན་ཐོས་ཀྱི་ལམ་ལྔ་དང་རང་རྒྱལ་གྱི་ལམ་ལྔ་ཐེག་ཆེན་གྱི་ལམ་ལྔ་དེ་དག་ལ་ལམ་ཟེར་གྱི་ཡོད་པ་རེད་ད་ནི་བཅོ་པ་ཐབས་ཤོག་ཟེར་བ་དེ་སྤྱིར་བཏང་སྤྱོད་པ་དང་ཐབས་ཕྱོགས་དོ་ན་གཅིག་པ་རེད། སྤྱིར་བཏང་ལམ་ལ་ཤེས་རབ་ཀྱི་ཕྱོགས་གཅིག་དང་ཐབས་ཀྱི་ཕྱོགས་གཅིག་གཉིས་ཡོད་པ་རེད། དེ་ནི་ཤེས་རབ་ཀྱི་ཕྱོགས་དེ་ལ་སྟོང་ཕྱོགས་ཟེར་གྱི་ཡོད་པ་རེད། ཐབས་ཀྱི་ཕྱོགས་དེ་ལ་སྤྱོད་ཕྱོགས་གམ་ཡང་ན་ཐབས་ཕྱོགས་ཞེས་ལབ་གི་ཡོད་པ་དེ་འདྲ་ཞིག་རེད། དེ་ནས་འབྲས་བུ་སྐུ་དང་ཕྲིན་ལས་སོགས་ནི་འབྲས་བུ་ལམ་ན་ལམ་གསུམ་པོ་དེ་ཉམས་སུ་བླངས་པ་ལ་བརྟེན་ནས་ཐོབ་པའི་འབྲས་བུ་དཔེར་ན་ཐག་མིན་གྱི་དབང་དུ་བྱས་པ་ཡིན་ན་དགྲ་བཅོམ་པ་དང། ཐེག་ཆེན་གྱི་དབང་དུ་བྱས་པ་ཡིན་ན་སངས་རྒྱས་ལ་སོགས་པ་དེ་དག་ལ་འབྲས་བུ་ཟེར་གྱི་ཡོད་པ་རེད་འཕྲིན་ལས་ལ་བ་ཡིན་ན། སངས་རྒྱས་ཀྱི་གདུལ་བྱ་རྣམས་ལ་ཆོས་འཁོར་བསྐོར་བའི་ཚུལ་ལ་སོགས་པ་དེ་དག་ལ་འཕྲིན་ལས་ཟེར་གྱི་ཡོད་པ་རེད། གང་ལྟར། ང་ཚོ་འཇིག་རྟེན་ཡོངས་གྲགས་ལ་ཁྱབ་པའི་ས་བཅུ་ལམ་ལྔ་གཤིས་ལམ་འབྲས་བུའི་ཚུལ་ལ་སོགས་པ་ཡང་ན་གཟུགས་སྒྲ་དྲི་རོ་རེག་བྱ་ཡང་ན་ཕུང་པོ་ལྔ་ལ་སོགས་པའི་རྣམ་གཞག་འདི་དག་ཐམས་ཅད། འཇིག་རྟེན་རང་ག་བའི་ཐ་སྙད་མ་བརྟགས་མ་དཔྱད་པའི་ངོ་ལ་བཞག་གི་རེད། དཔེར་ན། མིག་ཤེས་ཀྱི་ངོ། འཇིག་རྟེན་རང་ག་བའི་མིག་ཤེས་ཀྱི་ངོ་ལ་གཟུགས་བཞག་པ་དང་འཇིག་རྟེན་རང་ག་བ་འཇིག་རྟེན་ཐ་མལ་བའི་རྣ་ཤེས་ཀྱི་ངོ་ལ་སྒྲ་བཞག་པ་ལྟ་བུ། འདི་ནི་མ་བརྟགས་མ་དཔྱོད་པའི་ངོ་ལ་བཞག་གི་རེད། མ་བརྟགས་མ་དཔྱད་པ་འདི་ལ་ཡང་ནང་གསལ་དཔྱད་དབྱེ་བ་གཉིས་འདུག། མི་རྟག་པ་ཕྲ་མོ་དང་བདག་མེད་རགས་པ་ལྟ་བུ་ནི་རྣལ་འབྱོར་ཀུན་རྫོབ་སྟེ་འཕགས་པའི་རྗེས་ཐོབ་ཡེ་ཤེས་ཀྱི་ངོར་བཞག་པ་ཡིན། སྤྱི་བཏང་གི་ནག་ཚོགས་འཇིག་རྟེན་ཕལ་བ་རྣམས་ལ་ཡོངས་སུ་གྲགས་པའི་ཆུ། གཟུགས་སྒྲ་དྲི་རོ་རེག་བྱ་ཟེར་བ་དང་སྒྲ་དང་གཉིད་ལ་སོགས་པའི་རྣམ་བཞག་འདི་དག་འཇིག་རྟེན་མཐའ་མི་རུ་བའི་ཀུན་རྫོབ་ཀྱི་ཤེས་པའི་ངོ་ལ་བཞག་དགོས་པ་རེད། དེ་ལས་ཅུང་ཟད་ཕྲ་བ། སྒྲ་མི་རྟག་པ་གཟུགས་མི་རྟག་པ་ཟེར་བ་ལ་སོགས་པ། ནི་སྤྱི་བཏང་གི་ཡོངས་གྲགས་ཀྱི་ཆོས་རྣམས་ལས་ཅུང་ཙམ་ཕྲ་བའི་གནས་ཚུལ་དེ་དག་རྣལ་འབྱོར་ཀུན་རྫོབ་ཀྱི་ངོ་ལ་བཞག་དགོས་རེད་ཟེར་སོང་བ་རེད་རྣལ་འབྱོར་ཀུན་རྫོབ་ཟེར་བ་དེ། འཕགས་པའི་རྗེས་ཐོབ་ཡེ་ཤེས་ལྟ་བུ་ལ་རེ། ཡང་ན། འདུ་བྱེད་རྣམས་སྐད་ཅིག་སྐད་ཅིག་ལ་འཇིག་པའི་ངང་ཚུལ་དེ་སྣང་ཐུབ་པའོ། དེ་འདྲ་དེ་འདྲ་བའི་གང་ཟག་ལ་རྣལ་འབྱོར་བ་ཟེར་གྱི་ཡོད་པ་རེད། ང་རང་ཚོ་སོ་སོ་སྐྱེ་བོ་ཐ་མལ་བ་རྣམས་ཀྱིས་གཟུགས་མི་རྟག་པ་རེད་བསམ་གྱི་ཡོད་པ་རེད་སྒྲ་མི་རྟག་པ་རེད་བསམ་གྱི་ཡོད་པ་རེད་ཡིན་ན་ཡང། སྐད་ཅིག་སྐད་ཅིག་གི་འཇིག་པའི་མི་རྟག་པ་ཕྲ་མོ་དེ་ང་རང་ཚོ་གི་དབང་ཤེས་ཡང་ན་ང་རང་ཚོ་གི་ཤེས་པ་ལ་སྣང་ཐུབ་གྱི་ཡོད་པ་མ་རེད། ཡིན་ཙང་འཕགས་པའི་རྗེས་ཐོབ་ཡེ་ཤེས་ལ་དེ་དག་གནང་ཐུབ་ཀྱི་ཡོད་པ་རེད། ང་རང་ཚོ་ལ་གཟུགས་རགས་པ་ཇི་ལྟར་གནང་བ་ནང་བཞིན་དུ་ཁོ་རང་ཚོ་ལ། ཁོ་རང་ཚོ་ལ་མི་རྟག་པ་ཕྲ་མོ་གི་སྣང་ཚུལ་དང་དེ་ནས་བདག་མེད་རགས་པའི་སྣང་ཚུལ་དེ་དག་འབྱུང་གི་ཡོད་པ་ཡིན་ཙང་མི་རྟག་པ་ཕྲ་མོ་དང་བདག་མེད་རགས་པ་ལྟ་བུ་དེ་དག་རྣལ་འབྱོར་ཀུན་རྫོབ་ཀྱི་ངོ་ལ་བཞག་དགོས་རེད། ཨོ་དེ་འདྲ་སོང་བ་རེད།